སྐད་ཅིག་བཤད་པ་ཡི་ཞོལ་ས་དེ་ལ་ཡ་གླེགས་མོ་ལ་ཟུག་རེད། དེའི་ནང་ལ་ཡ་ཞེ་སའི་ཐོག་ནས་དུ་གླེགས་མོ་གནང་མཁན་དེ་སུ་རེད་ལ་ན། བུ་སློབ་བཟང་དང་ཁོ་ན་དགེ་རྒན་ལ་གཉིས་དུ་ཕར་ཚུར་ཞེ་སའི་ཐོག་ནས་དུ་གླེགས་མོ་གནང་རེད། དང་པོ་དེ་བུ་སློབ་བཟང་གིས་ཁོ་རང་གི་ད་རྒན་ལ་བྱེད་དུས་བསམ་པ་ལ་རྒན་ལ་ལ་ག་རེ་ག་འདྲེ། ད་ག་མི་གནང་གི་འདུག་ཞུས་པས་ན་དང་པོ་དེ་ལ་ཡ། རྒན་ལགས་སྐུ་ཁམས་བཟང། ནི། བུ་སློབ་སངས་ཀྱིས་རྒན་ལགས་ལ། རྒན་ལགས་སྐུ་ཁམས་བཟང། སྐུ་ཁམས་བཟང་ལ་དུས་གསུམ་པོ་ལ་རྒན་ལགས་སྐུ་གཟུགས་བདེ་བོ་ཡིན་པས་དོན་དུ་བདེ་བོ་ཡིན་པས་བྱེད་བྱེད་དེ་ཞེས་ས་ལ་ཡ། སྐུ་ཁམས་བཟང། ཨེ་འདི་ལན་དེ་ལ་ཡ་རྒན་ལགས་ཀྱིས།

སྐད་ཆ་དྲིས་པ་རེད་ཨ་ནེ་བུ་བློ་བཟང་གིས། གུང་གསེང་སྐྱིད་པོ་བྱུང་འབྱོར་དུས་སྐྱོན་རང་ནང། བྱིན་དུས་བསམ་པ་ད་བུ་བློ་བཟང་གིས་གུང་གསེང་དཔལ་སྐྱིད་པོ་བྱུང་སོགས་བདེན་དོན་ད། ང་ད་གུང་གསེང་ཚགས་ཅིག་བསྡད་སླེ་དུས་བསམ་པ་ད་དེའི་ལ་ཡག་འབྱོར་ཚར་བས་ནི་འབྱོར་ཐོ་བསྡད་ནི་རྒན་ལགས་ཀྱིས་སྐྱོན་རང་ནང་བྱེད་ཀྱི་འདུག་ད་ཞེ་སའི་ཐོག་ནས་ཞུས་པ་རེད་བདེན་དུས་བསམ་པ་རྒན་ལགས་ཀྱིས། འབྱོར་དུ་བཀོད་ཆོག་ལམ་དུ་རྐང་གཉིས་མ་བྱུང་ངམ་ཟེར་བ། ངས་འབྱོར་དུ་ཁྱེད་རང་དེ་ལ་འབྱོར་ཚར་བའི་ཐོག་དེ་ལས་འབྱོར་དུ་ཟེར་བ། དེ་འདོད་བསམ་པ་ངས་འབྱོར་དུ་བཀོད་ཆོག་གི་རེད། ཡིན་ནའི་ལ་ད་ཁྱེད་རང་ལམ་ག་ལ་ཡ། གུང་སེང་ལ་ཕར་ཕེབས་དུས་སྐབས་སུ་ནི་རྐང་གཉིས་མ་བྱུང་ངམ་རྐང་གཉིས་འདྲ། གལ་ཁྲེལ་མ་སོང་ངང་བྱེད་ཅེས་འདུག་ད་རྒན་ལགས་ཀྱིས་བུ་སློབ་བཟང་ལ་ཡག་སྡུག་སྐད་ཆ་དྲིས་པ་རེད་ཨ་བུ་སློབ་བཟང་གིས། ལགས་དཀའ་ངལ་མ་བྱུང་ང་ཚོ་སློབ་ཕྲུག་ཚང་མ་རྒན་ལགས་ཀྱི་བཀའ་སློབ་ལམ་སྟོན་བཞིན་ཕན་ཚུན་གཅིག་ཕན་གཅིག་གྲོགས་བྱས་པ་ཡིན། ཨ་བུ་སློབ་བཟང་གིས་ག་འདྲ་ཟེར་གི་འདུག་ལ་ན། ལགས་དཀའ་ལས་བྱུང་མ་སོང་ང་ཚོ་ད་ལམ་ག་ལ་ཡག་གུང་སེང་ལ་འགྲོ་འདོད་བསམ་པ་ནི་དཀའ་ལས་ཁ་ཁལ་ཁྲེལ་མ་བྱུང། ང་ཚོ་སློབ་ཕྲུག་ཚང་མས་ང་ཚོ་སློབ་ཕྲུག་ད་ཁོ་རང་ཕ་གུང་སེང་འགྲོ་འདོད་བསམ་པ་ལ་ཡག་སློབ་ཕྲུག་མང་པོ་རོགས་པ་མང་པོ་ཞུ་ཞུས་ཡིན་ཟེར་བ་སོང་ཙང་ང་ཚོ་སློབ་ཕྲུག་ཚང་མ་རྒན་རྒན་ལགས་ཀྱི་བཀའ་སློབ་ལམ་སྟོན་བྱས་ཟིན་རྒན་ལགས་ཀྱིས་ང་ཚོ་ལ་བཀའ་སློབ་ལ་ན་ནིང་སླབ་ཕྱོགས་ཀྱི་ཞེ་ས་ལ་ཡང་བཀའ་སློབ་ཟེར་བ་སོང་ཙང་ད་བཀའ་སློབ་ལམ་སྟོན་བྱས་རྒན་ལགས་ཀྱིས་བཀའ་སློབ་གང་གནང་བ་ནང་བཞིན་བྱས་བྱས་ང་ཚོ་ཕན་ཚུན་ཨ་ནི་ང་རང་ཚོ་ཕར་ཚུར་སློབ་ཕྲུག་ཚོ་ནང་ཕན་ཚུན་ཨ་ནི་གཅིག་ཕན་གཅིག་གྲོགས་བྱས་པ་ཡིན་ཟེར་ང་ཚོ་གཅིག་གིས་གཅིག་ལ་ཕ་ཕན་ཐོགས་ཡ་དང་དེ་ཨ་ན་ཞིག་གཅིག་གིས་གཅིག་ལ་ཨ་ནི་རོགས་པ་དེ་འདྲས་བྱས་པ་ཡིན་དེ་འདྲའི་བསམ་པ་ལ་ཨ་ནི་རྒན་ལགས་ཀྱི་བཀའ་སློབ་ལམ་སྟོན་ནང་བཞིན་གཅིག་གིས་གཅིག་ལ་རོགས་པ་བྱེད་དུས་བསམ་པ་ཨ་ནི་ང་ཚོ་དཀའ་ངལ་ཁ་གས་འཕྲད་མ་བྱུང་ལམ་ག་ལ་རྒན་ལ་དེ་ག་རེ་གསུང་གི་འདུག་འོ་ལ་ན། འགྲིག་གི་འདུག་བྱེད་སྟངས་དེ་ཡ་རབས་རེད་ལ་གཞན་ཕན་ཡང་རེད་ངས་སྤུན་མཆེད་དགེ་ཆེ་ལ་མཇལ་བྱུང་ངམ་ཟེར་བ། རྒན་ལ་དེ་ག་རེ་གསུང་གི་འདུག་ལ་ན། ཨོ་ད་དེ་འདྲས་ན་འགྲིག་ཤག་ཟེར་བ། བྱེད་སྟངས་དེ་ཡ་རབས་རེད་ཟེར་ད་ཁྱེད་རང་ཚོས་ཀྱི་འདུག་ཟེར་ད། སློབ་ཕྲུག་ཚོས་ནང་ཕན་ཚུན་གཅིག་ཕན་གཅིག་རོགས་བྱེད་ཡ་ད་གཅིག་གཅིག་ལ་རོགས་པ་གནང་ཞེས་དེ་འདྲས་ཟེར་ད། གནང་ཡ་དེ་ནི་བྱེད་སྟངས་དེ་འདྲའི་གྱི་ནི་གཅིག་བྱེད་རོགས་པ་གནང་ཡ་དེ་བྱེད་སྟངས་དེ་ཡ་རབས་རེད། ཡ་རབས་རེད་ལ་དེ་ནང་བཞིན་གཞན་ཕན་ཡང་རེད་གཞན་ཕན་ལ་དུས་གསུམ་པ་ལ་ཡ་གཞན་ལ་ཕན་ཐོགས་པ་ལ་ཡ་གཞན་ཕན་ཟེར་བ་སོང་ཙང་དེ་ནི་གཅིག་གཞན་ལ་ཕན་ཐོགས་དུས་གསུམ་པ་ལ་དེ་འདྲའི་གཞན་ཕན་ཡང་ཆགས་སྡོད་དགོས་རེད། ཨ་ནི་ངའི་སྤུན་མཆེད་དགེ་བཤེས་ལགས་བྱས་བྱུང་ངམ་ཟེར་ནི་ཁྱེད་རང་གིས་ད་ངའི་སྤུན་རྒྱག་ཨ་ནི་དགེ་བཤེས་ལགས་དེ་གྱོན་གྱི་རྗེས་སུ་ངས་བྱེད་ཀྱི་འདུག་རྒན་ལགས་ཀྱི་སྤུ་གུ་དེ་ལས་འདུག་ཁྱེད་ཀྱིས་བྲིས་པ་རེད། ཨན་སློབ་ཕྲུག་བུ་སློབ་ཕྲུག་དེ་འདྲ་བུ་སློབ་སངས་ཀྱིས་ག་འདྲི་ཟ་ལབ་རེད་ལབ་ན་ལ་བྱེད་བྱུང། ཁོང་ནི་སྐུ་གཟུགས་ཆེན་པོ་དབུས་སྐྲ་དཀར་པོ་ཐར་ཐོར་ཡོད་པ་དབུས་བེ་ཆེན་པོ་སྤྱན་དཀྱུས་རིང་པོ་གཉན་ཆུ་ལྷུང་ལྷུང་ལྷུག་ལྷུག། ཤངས་མཐོན་པོ་ཚེམས་རེ་གཉིས་བུས་པ་ཞལ་རག་ཅན། སྤྱན་གྱི་སྤྲི་ཁ་དོད་པོ་མགུལ་གྱི་ཨོལ་བདུད་བུར་བུར་ཆེན་པོ་སྨྱོན་པ། ཐུགས་གཞི་ཟངས་རྡོ་ཁ་བོ། ན་བཟས་མཚོན་བཞི་སྣུམ་ལ་སྐུ་རགས་གཅིག་སྲི་དོད་པོ། ཞབས་ཕྱག་སྲིད་ལམ་བཞི་ཞིང་ཕྱག་ཕྲེང་སེར་པོ་བསྣམས་པ་ཞིག་འདུག། ད་ལྟའི་མདོའི་བསམ་པ་དང་བུ་སློབ་སངས་རྒྱས་སྐབས་དེ་ལ་ཡང་ད་ལྟ་རྒན་ལགས་དེ་གའི་པིང་རྒྱ་ཀྱི་ཤི་ལ་དོ་ཁོ་རང་གི

དེ་ག་ན་བཞིན་དབུས་སྐྲ་དཀར་པོ་དབུས་སྐྲ་ཟེར་དུས་སེམས་པ་ལ་ཡ་སྐྲ་གི་ཞེ་ས་དབུས་སྐྲ་རེད་བ་སུང་ཙ་དབུས་སྐྲ་ཡིན་ནའི་ལས་ཁོ་རང་གི་དཀར་པོ་རེད་ཤག་ཨན་དཀར་པོ་ཡིན་པ་མ་ཟད་དབུས་སྐྲ་དེ་དཀར་པོ་ཐར་ཐོར་དུ་ཡོད་པ་ཟེར་ཐར་ཐོར་ལ་ན་ནི་དབུས་སྐྲ་དེ་མང་པོ་ཞེ་དྲག་མེད་པ་བཅས་ཐ་ར་ཐོར་རེད་ཐ་ར་ཐོར་རེད་ཟིག་དོ་རྣམས་ཡོད་ང་ཚོ་དོན་དུ་དབུས་སྐྲ་ཉུང་ཉུང་ལས་མེད་པ་དེ་འདྲའི་བྱེད་སྒོ་རེད་དབུས་སྐྲ་ཐ་ར་ཐོར་རེད་འདུག་དཀར་པོ་འདུག་ཟེར།

ཞེས་སམ་བར་ཚེམས་རེ་གཉིས་བུས་པ། ཞེས་བྱས་ལ་བས་ན་ཚེམས་ལ་ན་སུག་གི་ཞེས་ཟེར་བ། དེ་འདྲའི་སམ་བར་ནི་ཚེམས་ཁ་ཤས་བུས་ཤག་དེ་འདྲའི་སམ་བར་ལ་ཡ་ཁོ་རང་ལ་ཡ་ཚེམས་ནི་ནས་ནི་ཁ་ཤས་མ་བུས་ཤག། ཞེས་རག་ཅིང་ཞེས་རག་ཅིང་ཟེར་དུས་སམ་བར་ལ་ཡ་ཁོ་རང་གི་ཞེས་ལ་ཡ་ནི་ཁ་བུ་དག་དེ་འདྲ་ཡོད་པ་ལ་ཡ་ཞེས་རག་ཅིང། སྤྱན་གྱི་སྤྲི་ཁ་དོད་པོ། སྤྱན་གྱི་སྤྲི་ཁ་དོད་པོ། ཟི་དུས་སྲིན་པོ་ལ་སྤྱན་ལ་རྣམ་སྨིན་གྱི་ཞེས་ཟེར་བ། སོང་ཙང་སྨིན་གྱི་སྤྲི་ཁ། སྤྲི་ཁ་ཟི་དུས་སྲིན་པོ་ལ་ང་ཚོས་ནམ་རྒྱུན་ཁ་ཤས་ཀྱིས་སྤྲི་ཁ་ཟེར་གྱི་ཟེར་གི་འདུག་ཨ་སྨིན་གྱི་རི་མོ་དེ་གཟིགས་པོ་རེད། འདིའི་ནད་ལས་དོད་པོ་འདུག་དོད་པོ་ཟི་དུས་སྲིན་པོ་ལ་འདུག་ད་ལྟ་ང་ཚོ་ནང་བཞིན་མིག་ལུབ་ལུབ་མ་ཡིན་པ་བྱས་སྤྱན་གྱི་སྤྲི་ཁ་དེ་འཛུལ་ན་འདུག་ཕྱི་ལུས་ལ་མངོན་པར་ཡིད་དུ་འོང་བ་དེ་འདྲ་འདུག།

ན་བཟས་ཚུལ་ཤིང་སྣུམ་ལ་བསྐུ་ར་ཆིངས་སོ་དོད་པོ། དེ་གོང་དེ་ཚོ་ཁོ་རང་གི་ཕ་རྟ་དུས་ཟིན་པ་ལ་བསྐུ་གཟུགས་བདེ་དང་གཞས་དེ་ཚོ་ག་འདྲའི་ཡོད་མེད་དེ་ལྟ་དེ་བཞིན་གནང་སོང་ཨ། དེ་མང་ཁ་རེ་ན་ཁོ་རང་གི་ནམ་ཟས་དེ་ཚོ་ག་འདྲའི་ཆོ་ཡོད་མེད་དེ་གསུངས་འདུག་ཨ། ནམ་ཟས་ཡིན་ན་ལ་ཚུལ་ཤིང་དེ་སྣུམ་ལ་བསྐུ་ར་ཆིངས་སོ་དོད་པོ། ཚུལ་ཤིང་སྣུམ་པོ་སྣུམ་ལ་དུས་ཟིན་པ་ལ་ཚུལ་ཤིང་སྣུམ། པོ་འདུག་སྲིད་དུས་བསམ་པ་ལ་ཡ་ཨན་གཅིག། དུག་ལོ་ཡི་ནད་ལས་རེད། གནམ་ས་ཡི་ནད་ལས་རེད་ད་དེ། གཅིག་རྙིང་པ་མ་ཡིན་པ་ཕྱི་ར་ཕ་ད་དུས་བསམ་པ་ལ་སྣུམ་སིག་སིག་དེ་འད་ཡོད་པ་དེ་འད་འདུག། སྐུ་རགས་བཅིངས་སུ་འདོད་པོ་སྐུ་རགས་སྲིད་དུས་བསམ་པ་ལ་ང་ཚོ། འདུག་ད། སྐེ་རགས་ཀྱི་བཤད་ས་ལ་ཡ་སྐུ་རགས་སིག་རེད་དེ་འདུས་བསམ་པ། སྐེ་རགས་ཡི་ནད་ལས་འདུག་བཅིངས་དེ་དུས་བསམ་པ་ལ་ཡ་བཅིངས་སུ་དོད་པོ་ཞིག་འདུག་ཁོ་རང་ལ། ཞབས་བྱ་སྲིད་ལམ་ཞེས་བྱའིན། ཞབས་བྱ་ལ་ན་གཅིག་དང་ཞབས་ལ་ན་རྐང་པ་ཞེས་ས་རེད་ལ། ཞབས་བྱ་ཟེར་དུས་སམ་ལ་ནམ་རྒྱུན་ཡིན་ན། ཐང་སོ། ལམ་གྱི་ཞེས་ས་ལ་ཡང་ཞབས་བྱ་ཟིག་ཏོ། དེ་དུས་སམ། སྐབས་དེ་ལ་ཡང་ཞབས་བྱ་སྲིད་ལམ་ཞེས་བྱའིན་ཟེར་དུས་སམ་ལ་ཡང་ཨེ་ན་ཞབས་ལ་ཡང་སྲིད་ལམ་ཞེས་དུས་སི་སྲིད་ལམ་ཟེར་དུས་སམ་ལ་ང་ཚོ་ཧམ་སྒོ་མ་ཡིན་པ། ད་ལྟ། སྲིད་ལམ་ཟེར་དུས་སམ་ལ་རྒྱ་གར་སྐད་ནས་ང་ཚོ་ལྕགས་པལ་ལེགས་ཏོ། དེ་ཟིག་རེད།

འོད་ཟེར་དེ་ནས་དེ་འདྲའི་ཟིན་པས་ནི་ད་ཁྱེད་རང་གིས་ད་ཁོ་རང་གི་ནི་པིང་རྒྱག་གི་ཤི་ལ་བསྡད་ལ་ནི་བཀའ་མོལ་ཞུ་ཡིན་པས་བཀའ་མོལ་ལ་ནི་སྐད་ཆ་ཟེར་བ་དེ་དུས་གསུམ་ལ་སྐད་ཆ་བཤད་ཡིན་པས་ཞུ་ཡིན་ལ་ནི་བཀའ་མོལ་ཞུ་ཡིས་དུས་གསུམ་ལ་སྐད་ཆ་བཤད་པ་ལ་ཁུག་རེ་སོང་ནས་ཙང་བཀའ་མོལ་ཞུ་ཡིན་པས་ངས་ཁོང་ལ་གུས་ཞབས་ཀྱིས་འཚམས་འདྲི་ཞུས་པར་ངས་ཁོ་རང་ལ་ཡང་ནི་གུས་ཞབས་ཆེན་པོའི་དོན་དུ་གུས་ཞབས་ལ་གནང་ཚུལ་གཞམ་ལ་གཞན་ལ་ཡང་བརྩི་བཀུར་བྱས་པ་དེ་ལ་ཡང། ནི་ཡིན་ཞེས་སའི་ཐོག་ནས་ཞུས་པས་ན་གུས་ཞབས་ཟེར་བ་རེད་སོང་ཙང་ནི་གུས་ཞབས་ཀྱི་ཐོག་ནས་ཁོ་རང་ལ་ཡང་ངས་འཚམས་འདྲི་ཞུས་ཡིན། ཁོང་གིས་ང་ལ་གཟབ་གཟབ་ངང་གཟིགས་ཏེ། ཁྱེད་རང་སུ་ཞིག་ཡིན་ནམ་ཞེས་བཀའ་འདྲི་གནང་བྱུང་ཟེར་བ། ཁོ་རང་གིས་དགེ་བཤེས་ལ་རྒན་ལ་དེ་གའི་སྤུན་མཆེད་རྒན་ལ་དེ་གའི། ཁོ་རང་ལ་ཡང་གཟབ་གཟབ་ངང་གཟིགས་ནས་གཟབ་གཟབ་ངང་གཟིགས་ལ་ནི། ལྟ་བ་ཡིས་ཞེས་ཟབ་བྱས། དེ་འདུས་བསམ་ལ་ཟབ་ཟབ་ངང་ང་ལ་གཏད་བྱས། ཨཱ་ཁྱེད་རང་སུ་ཞིག་ཡིན་ནམ་ཁྱེད་རང་ཁྱེད་རང་སུ་ཡིན་པས་བྱས་ཅི་ང་ལ་ཡ་ཚུ་བ་ནི་བཀའ་དྲི་ཞུས་བྱུང་བཀའ་དྲི་ལ་ན་ཚུ་སྐད་ཆ་དྲིས་བ་གྱིས་ཞེས་ཟེར་དེ་ལ་ཡ་བཀའ་དྲི་ཟེར་གི་རེད་དེ་འདུས་བསམ་པ་འདུས་ཟ་ཁོ་རང་ལ་ཡ་བཀའ་དྲི་གནང་བྱུང་བཀའ་དྲི། དོན་དུ་སྐད་ཆ་དྲིས་བྱུང། ངས་ང་རང་ངོ་སྤྲོད་ཞུས་ཏེ་རྒན་ལགས་ཀྱི་ཕྱག་བྲིས་དང་ཕྱག་དངུལ་རྣམས་ཀྱང་ཕུལ་བ་ཡིན། དེ་དུས་སེམས་པ་ལ་ངས་ང་རང་སུ་སུ་ད་སུ་ཡིན་མིན་སྐོར་ལ་ཡང་སུ་སུའི་སྐོར་ལ་ངོ་སྤྲོད་ཞུས་བྱས་ནས་འདུག་ད་ངོ་སྤྲོད་གནང་ཚར་བའི་ཞོར་ལ་རྒན་ལགས་ཀྱི་ཕྱག་བྲིས་དང་ད་རྒན་ལགས་དེ་གའི་ཁོ་རང་གི་སྤུན་མཆེད་ལ་ཡང་འདུག་ད་ཕྱག་བྲིས་འམ།

བྲིས་འདུག་དེ་ནས་ཀི་ཤི་ལགས་ཀྱིས་ག་རེ་གསུངས་བྱུང་ངམ། དེ་དང་རྒན་ལགས་ཀྱིས་འོ་དེ་འདྲའི་ཟིན་ན་བྲིས་བཞག་རྒན་ལགས་ཀི་ཤི་ལགས་དེ་ཀྱིས་ཁྱེད་རང་ལ་ཞིབ་འབའ་ག་རེ་གསུངས་སོང་བ། ག་རེ་ལབ་བྱུང་ངས་གསུངས་ལབ་ན་ལབ་བས་ཞེ་ས་རེ་བ་སོང་ཙང་ག་རེ་ལབ་སོང་ངས། དགེ་བཤེས་ལགས་ནས་རྒན་ལགས་སྐུ་གཟུགས་བདེ་བོ་ཡིན་ནམ་གསུངས་བྱུང། རྒན་ལགས་སྐུ་གཟུགས་བདེ་ཤུ་བོ་རེད་འདུག་ཅེས་ཞུས་པ་ཡིན། དགེ་བཤེས་ལགས་ཀྱིས་ང་ལ་ཡ། རྒན་ལགས་ཁྱེད་རང་སྐུ་གཟུགས་བདེ་བོ་རེད་འདུག་མི་འདུག་ང་ལ་ཡ་འདུག་གསུངས་བྱུང་ཟེར་བ་དེ་འདྲའི་སེམས་པ། ངས་ཀྱང་ད་རྒན་ལགས་སྐུ་གཟུགས་བདེ་ཤུགས་རེད་འདུག་རྒན་ལགས་ཁྱེད་རང་སྐུ་གཟུགས་བདེ་བོ་བདེ་རྐྱང་རེད་འདུག་ཅེས་བྱས།